བྱས་སུ་བུ་ཕྲུག་གཉེན་སྒྲིག་སུ་བྱས་བྱས། ད་ག་ད་ཅིག་ཚ་བོ་ད་ནི་ཚ་མོ་ད་ཡང་ཚ་ད་སུམ་ཚ་ད་ད་ཅིག་ད་འདུག་བྱ་དེ་གི་ཡོག་རེད་བྱས་ས་ག་ད་འདུག་བྱས་བྱས་ཨིན་དེར་དེ་ཡ་ག་ཚུགས་རུག་རུག་ཅིག་ཚུགས་བྱུང་བ་རེད་ད་བྱས་ནི་ཨིན། ད་དུས་ཚིགས་དེ་འདྲི་ཅིག་གང་ལ་ཡ་ཨིན་ད་གཙོ་ཆེ་ཤོས་ད་ག་དག་གྲི་རིམ་གྱིས་དབུ་ཞུགས་ན་ཨིན་ང་རང་ཚོ་གངས་ཅན་གྱི།

ཡང་ནི་རྫས་དང་རྫས་སྔགས་ཏིང་ངེ་འཛིན་གསུམ་གྱི་ཐོག་ནས་ཡང་ཁོ་ར་ཚེ་བསྲིང་ཡག་གི་ཁོ་ར་རྟེན་འབྲེལ་ཁྱད་པར་ཅན་ད་གཏན་ནས་ཡོང་གི་རེད། ཡང་ནི། ཡང་ནི་གལ་ཆེ་ཤོས་ཁྱེད་རང་ཚོ་ད་ད་ག་ང་ཚོ་ཆེ་བསྐོས་ད་རྒྱ་ཆེ་མི་མང་ཚོ་ད་ཡང་ནི་དེ་བཞིན་དུ་གཞིས་ལུས་རྒྱ་ཆེ་མི་མང་བ་ད་ཅིག

མི་རིགས་ཀྱི་ཐོབ་ཐང་ཐོག་ལ་ཚང་མ་དང་སེམས་ཤུགས་འདུན་པ་ཆིག་སྒྲིལ་རེད་འདུག་བ། དངོས་ནས་ང་ཚོ་བོད་ཀྱི་མེས་པོ་འདི་ཡིན་དེ་དངོས་ནས་ཅིག་གི་དེའི་ཚེ་དེའི་དུས་འཛམ་བུ་གླིང་གི་སྤྱི་ཚོགས་སྤྱིར་བཏང་བཤད་པ་ཡིན་ན། བཞི་བོ་གཅིག་གི་བུ་ཡིན་ད། རིག་གཞུང་དང་དེ་ཚོའི་ཐོག་ལ། ད་ལོ་སྟོང་ཕྲག། གི་ཁོང་ལ་བརྩིས་པ་ཡིན་ན་ད་དེ་དུས་སྤྱི་དང་ད་ལུང་པ་ཚོ་ཤ་རང་སྟེ་ཡོག་མར་བ་ང་ཚོ་བོད་པ་སོ་སོའི་བོད་ཡིག་ཅིག་རྒྱ་གར་ནས་བཙུགས་ནང་ཆོས་ཨེ་ནི་བསྒྱུར་ཡག་ད་ཆབས་ཅིག་ཨེ་ནི་བོད་ཡིག་ཡར་རྒྱས་བཏང་ཕྱིར་ནི་ད་རི་སྐད་ས་དངོས་ཡོད་གནས་ཚུལ་ཡར་འཛམ་བུ་ནི་འདི་གང་གི་ཨེ་ནི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་ཨེ་ནི་ཅིག་ཚན་རིག་རེད་ལྟ་གྲུབ་རེད་འོ་དེ་ཚོའི་གྲས་དེ།

རྒྱ་སྐད་ཀྱི་ད་སྙིང་པོ་ཏི་གི་ཨ་ནི་ཤུགས་ཆེན་པོ་ཡོད་པ་ཡིན་དུས་ཟེར་ནས་ཏོག་ཅིག་གི་གོ་ཁ་བོ་ཡོད་བསྡད་པ་དེ་འདྲས་བཤད་ཀྱི་འདུག་ད་ག་ད་ག་ཚོ་བོད་ཡིག་ནང་ལ་ཡོད་བསྡད་པ་དེ་སོ་སོས་སློབ་སྦྱོང་མ་བྱས་ན་ནི་ད་ག་རེད། སློབ་སྦྱོང་བྱས་པ་ཡིན་ན་ག་ད་བོད་ཡིག་གི་ནང་ལ་ཨ་ནི་སངས་རྒྱས་ཀྱི་ཆོས་ཚུལ་སྤྱི་དང་ལྷག་པར་ལེགས་སྦྱར་གྱི་ཆོས་བརྒྱུད་ནང་གི་ཨ་ག་ད་ཅིག་ལྟ་སྒོམ་སྤྱོད་བསྲུང་ལབ་ནས་འབྲི་གི་འདུག་འོ་ད་ག་ད་ཅིག་དངོས་ཡོད་གནས་ཚུལ་གྱི་ཅེས་ཀྱི་དང་སེམས་ཁམས་རིག་པའི་སྐོར་དེ་ཚོ་བྲལ་ཏེ་ད་འཛམ་བུ་གླིང་གི་སྤྱི་ནོར་རེད་ཟེར་ཕེ་ཞིག་ལབ་ཁྱོད་ཡག་རེད་ཤག་ད་ག་ནང་བཞིན་གྱི་ནི་ཅིག་ལྟ་གྲུབ་སྐོར་དེ་ཚོ་བྲལ་ཏེ་དངོས་ནས་ཅིག་སྔོན་གྱི་རྒྱ་གར་མཁས་པ་དེ་གི་དེ་གི་ཅིག་རིག་རིག་སྟོབས་ཀྱི་ཐོག་ནས་དུ་དཔྱད་པ་བྱེད་ཡག་གི་ནུས་པ་དེ་ད་ཧ་ལས་པའི་ཆེན་པོ་རེད་འདུག་བ། འོ་ན་དེའི་སྟེང་གི་ཅིག་རྣམ་དཔྱོད་ཀྱི་རྩལ་ལས་ཐོན་བསྡད་པའི་ལེགས་བཤད་ལེགས་བྱ་སྐད་ནང་ལ་ཡོད་བསྡད་པ་དེ་ང་ཚོ་བོད་ཡིག་ནང་ལ་བསྒྱུར་ནས་བསྒྱུར་བ་ཙམ་དུ་མ་ཟད་པའི་བོད་ཡིག་ནང་ལ་ཡོད་བསྡད་པའི་གཞུང་འདི་དེ་ང་ཚོ་ཅིག་སློབ་སྦྱོང་བྱེད་ཡག་གི་དཔེར་སློབ་དེབ་རང་དུ་བལྟས་བྱས་ད་མི་རབས་ནས་མི་རབས་ཐོས་བསམ་སྒོམ་གསུམ་བྱས་ནས་ད་འདུག་བྱས་ནས་སྤྱིར་སངས་རྒྱས་ཀྱི་སངས་རྒྱས་ཀྱི་བསྟན་པ་སྤྱི་དང་ཡང་སྒོས་པའི་ནཱ་ལེནྡྲའི་རྒྱལ་བའི་བསྟན་པ་དེ་ད་ཐོས་བསམ་སྒོམ་གསུམ་དང་འབྲེལ་བའི་ཐོག་ནས་ནི། བོད་ཀྱི་སྐད་བསྟན་འཛིན་སྒྱུ་སྤེལ་གསུམ་ཕལ་ཆེར་ང་ཚོ་བོད་པ་ཚོས་བྱས་པ་དེ་ཕལ་ཆེར་ཤུགས་ཆེ་ཤོས་ཡིན་ས་རེད། ད་དེ་དང་འབྲེལ་ནི་ཁྱིམ་མཚེས་ཀྱི་ཡུལ་གྲུ་ཚོ་ནང་ལོགས་ལས་ག་ལ་གང་འཚམས་ཡོད་རེད་ཨེ་ན་ལྷག་པར་ནི་ཧོར་གྱི་ཡུལ་གྲུ་ཁག་དེ་དེ་སྔ་ཡིན་ན་ད་མཁས་པ་མང་པོ་བྱས་བྱས་དེ་འདྲ་འདུག་ག། ཚོགས་འདུ་འདི་འདྲ་ཡིན་དུས་ང་རང་ཚོ་བོད་གངས་ཅན་པ་ཚོ་ཞིག་དངོས་གནས་ད་འདི་ལྟ་བ་འདུག་བསམ་བློ་བཏང་ན་སོ་སོའི་མི་རིགས་ལ་ཡ་ད་ག་ཚོད་ཅིག་གིས་རྨོངས་ཤིང་སྐད་ཆ་མ་ཡིན་པ་རྒྱུ་མཚན་ལྡན་པའི་ཐོག་ནས་བོད་ཀྱི་ཞེན་ཁོག་ཆེ་བ་ཅིག་གིས་ད་ལས་ཡོང་ཞིག་འདུག་ང་རང་ཚོ་ཆོས་དད་ཆ་ཤས་པ་ཡིན་ན་ཤེས་ནས་དད་པ་ཐོབ་པ་ད་ཟེར་གཅིག་གི་རྗེས་སུ་འབྲངས་དེ་ཡག་གི་ཟེར་གཅིག་གིས་ད་ག་ཟེ་ད། ཅིག་སོ་སོ་ཡང་ཐལ་བ་བྱ་དེ་འདྲའི་སྐུ་ཡོན་བཀུར་བ། ད་འདི་ནང་བཞིན་བྱས་ནས་ང་ཚོ་འདི་མི་རིགས་ཀྱི་ཞེན་ཁོག་འདི་རྨོངས་ཞེན་གྱི་ཞེན་ཁོག་ཙམ་མ་ཡིན་པ་རྒྱུ་མཚན་ལྡན་པའི་ཞེན་ཁོག་ཅིག་འཛམ་བུ་གླིང་འདི་གང་ལ་ཕན་ཐོག་བྱེད་ཐུབ་ཡག་གི་ད་དེ་འདྲའི་གི་ད་ཤེས་ཡོན་ཅིག་ང་ཚོ་བོད་ཡིག་ནང་ལ་ཡོད་བསྡད་པ་ད་འདིའི་ཐང་ནས་ནི་ད་འཛམ་བུ་གླིང་མི་སྤྱི་ལ་ཡག་ག་ལ་གང་ཙམ་གྱི་ཕན་ཐོག་བྱེད་ཐུབ་ཡག་ཅིག་གི་ད་ནུས་པ་ཏན་ཏན་འདུག།

ལོ་མང་གི་ཉམས་མྱོང་བསགས་ནས་དངོས་ཡོད་གནས་ཚུལ་ཕྱོགས་སྡོམ་བྱེད་ཤེས་པའི་རེ་འདུན་ཡིན་མ་གཏོགས་ད་གཟི་བས་ལོ་གསུམ་ཕྱོགས་གསུམ་ལ་སངས་རྒྱས་པ་ཤོག་ཟེར་ཡ་ཚེ་བཞི་ལུས་བརྗེ་སངས་རྒྱས་པ་ཟེར་ཚུལ་དྲན་ང་ཁ་ཧམ་པ་ཚ་བོ་རེད་མ་གཏོགས་དེ་ཚོའི་གྲས་སྟོང་སྐད་ཀྱི་ཡར་ལྡོག་སྡོག་རེད་བ་ཡོང་ཡག་མི་འདུག་ག།

ད་འདི་ན་གཞི་བྱས་ནས་ང་ཚོའི་བོད་ཀྱི་ལོ་སྟོང་ཕྲག་གི་རིང་གི་ང་ཚོས་བདག་ཉར་བྱས་བཞག་པའི་ཤེས་ཡོན་འདིའི་དུས་ཐོག་ནས་འཛམ་བུ་འདི་སྤྱི་ལ་ཡང་ག་ལ་གང་འཚམ་གྱི་ཕན་ཐོག་ཆེ་བསྟོད་ཀྱི་ཏན་ཏན་ཆགས་ཀྱིན་འདུག་ད་དེ་ང་རང་ཚོས་བེད་སྤྱོད་ཡག་པོ་བྱེད་ཐུབ་ཐུབ་མ་ཐུབ། བེད་སྤྱོད་བྱེད་སྟངས་དངོས་གནས་དྲ་ནས་དངོས་ཡོད་གནས་ཚུལ་འཚམ་པ་བྱེད་ཐུབ་ཐུབ་མ་ཐུབ་དེ་ང་རང་ཚོར་རག་ལས་པ་རེད། འོ་ད་འདི་གྱང་ཚོ་དགོངས་པ་བཞེས།

ང་ཚོ་ད་བསོད་ནམས་གྲོང་པའི་དཔེར་ལྟོས་སུ་ལབ་པ་ནང་བཞིན་འཛམ་བུ་གཉིས་དེ་ག་གི་ཆོས་རྒྱུད་ཆོས་རྒྱུད་མི་འདྲ་བ་ཚོའི་ནང་ལ་བཞུགས་ངའི་རིགས་གཅིག་གི་དེ་གཅིག་འདུག་ག་ཁ་ནས་ཆོས་བཤད་ལག་ལེན་གྱི་ཐོག་ལ་གོ་ལྡོག་བྱེད་ད་གོ་ལྡོག་བྱེད་ནས་མི་འདུག་གང་ལྟར་ཆོས་ནས་བཤད་པ་ནང་བཞིན་མ་ཕྱིན་པ་བྱས་བྱས་འགྲོ་དེ་ངས་འདུག་ག་ད་དེའི་དེ་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་དུས་སོ་སོ་ཚོས་ཞིབ་འཇུག་བྱེད་བ་རེད།